གོང་ས་མཆོག་སྦི་རི་ཧི་ར་ལན་དུ་ཕྱིར་བསྐྱོད་དང་འབྲེལ་བོད་ཀྱི་རིག་གཞུང་གི་མི་ལ་ཕན་ཐོགས་འབྲི་དགོས་པའི་ལངས་སྟངས་གནང་གི་ཞི་ཁྲའི་གནས་ཚུལ་ང་ཚོའི་ས་གནས་གསར་འགོད་པ་བློ་བི་ལགས་ཀྱི་དང་བའི་གནས་ཚུལ་ལ་གཟིགས་རོགས། རྒྱ་གར་རྡ་རམ་ས་ལའི་ཉེ་འཁྲིས་སྦིར་ས་གནས་སུ་ཆགས་པ་ཤེས་རབ་གླིང་དགོན་པ་ནས་གསོལ་འདེབས་གནང་བ་ལྟར། འོ་མའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་དེ་རིང་སྤྱི་ཟླ་གསུམ་པ་གི་ཚེས་བབ་བཅུ་གཅིག་ཉི་མ་བཀའ་བརྒྱུད་དགོན་པ་ཤེས་རབ་གླིང་དུ་ཆིབས་བསྒྱུར་གནང་སྟེ། དགོན་པ་རྙིང་བ་གི་གཙུག་ལག་ཁང་དབུ་འབྱེད་དུ་བྱིན་རླབས་གནང་བ་བརྒྱུད། ཤེས་རབ་གླིང་གི་དགོན་བདག་བྱམས་མགོན་སི་ཏུ་རིན་པོ་ཆེ་མཆོག་ནས་རྨ་འབྲར་འདེགས་འབུལ་སོགས་ཞུས་མཚམས། སྐུ་མགྲོན་དུ་ཕེབས་པ་དབུ་མའི་སྒྲིག་འཛུགས་ཀྱི་བཀའ་བློན་རྣམ་པ་དང་སྤྱི་འཐུས་རྒྱུན་ལས་རྣམ་པ། དྲུང་ཆེ་རྣམ་པ་དང་འདུས་པ་མང་ཚོགས་བཅས་ཀྱི་དབུས་སུ ྋགོང་ས ྋསྐྱབས་མགོན་ཆེན་པོའི་བཀའ་སློབ་ཕེབས་རྒྱུར། དང།
མེས་པོ་ཚོས་སྐུ་ལས་བསྐྱོན་ནས་ཅིག། ཤེས་ཡོན་རིགས་མེད་དྲག་མང་ཀུན་བཅས་ང་ཚོ་ཡོད་བསྡད་པ་ཅིག། ད་དེའི་ནང་ནས་ད་འཛམ་བུ་ནས་ཅི་ལ་ང་ཚོས་ཅིག་ཞམ་འདེགས་སྒྲུབ་ཐུབ་ཡ། ང་ཚོ་རྒྱ་མི་གུང་ཁྲན་གྱི་བྱི་ལ་ཕུད་དེ་འཛམ་གླིང་ལ་འབྲེལ་ལམ་གོ་སྐབས་ཡོད་དུས་སུ། རྨོ་ལམ་ཙམ་མིན་པར་གཞན་ཕན་གྱི་བྱ་བ་སྒྲུབ་དུས་སུ་བབས་ཡོད་པ་ད། སྒྲུབ་གྲྭ་ཚོ་ལོག་སེམས་ཕྱོགས་སེམས་ལ་བསྡད་དེ་སྔགས་བསྒྲང་རྒྱུ་ཙམ་གྱིས་མི་འགྲིག་བར། དམའ་མཐའ་བཞག་ནས་མཚན་ཉིད་པ་སྒྲུབ་ཐུབ་པ་དེར་རྟོགས་པ་གི་ལམ་སྣེ་ཟིན་པ་གཟིགས་དགོས་པ་གི་སྐོར་བཀའ་ཕེབས་སོང། ཁོང་རྟའུ་དགའ་ལྡན་ཆོས་གླིང་བཙུན་དགོན་གྱི་བཙུན་མ་གནང་རྗེས་ས་གནས་རྒྱ་ནག་གཞུང་གིས་སྤྲད་པའི་སློང་བྱེད་ལ་གཡོལ་ནས་ངོ་རྒོལ་གྱི་གནང་རྒྱུ་བསྟན། དེ་ཡང་འདི་ག་རླུང་འཕྲིན་ཁང་ལ་བོད་ནས་བཏང་འབྱོར་བྱུང་བའི་བརྙན་ཕོར་ཁག་ནང་གསལ་བ་ལྟར་སུན་ཆོས་དུས་དྲན་གྱི་སྔ་ཉིན་ཏེ་ཕྱི་ཟླ་གསུམ་པའི་ཚེས་དགུ་ཉིན་དེ་སྔ་ཉིས་སྟོང་བཅུ་གཅིག་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་གསུམ་ཉིན་བོད་གདངས་ཆེད་སྐུ་ལུས་མེ་བསྲེགས་གནང་མཁན་དཔའ་མོ་དཔའ་སྟེང་ཆོས་ཚུལ་བཙན་གང་ཅི་དགའ་ལྡན་ཆོས་གླིང་གི་བཙུན་མ་རྣམས་ནི། རྒྱ་ནག་གཞུང་ལ་དགའ་ཞེན་དང་ལྷག་པར་དུ་བསང་ཆུའི་དུས་དྲན་ཉིན་གཟིང་ཆ་མི་ལོང་བའི་ཆེད་ས་གནས་རྒྱ་ནག་གཞུང་གི་བཙུན་མ་རྣམས་ལ་བསླངས་ཆ་རེ་སྤྲད་ནས་ཁ་ཡི་འཇམ་པོ་བཤད་ཀྱང་བཙུན་མ་རྣམས་ཀྱིས་ང་ཚོ་ལ་རང་དབང་མེད་ནས་སྡུག་བསྔལ་ཡོད་མ་གཏོགས་བསླངས་བྱང་གཅིག་མེད་ནས་སྡུག་བསྔལ་གང་ཡང་མེད་ཟེར་ནས་བསླངས་ཡོངས་རྫོགས་དགོངས་པའི་ཕྱི་རོལ་གྱི་ས་གང་སར་བཏོན་ནས་ས་གནས་རྒྱ་ནག་གཞུང་ལ་ངོ་རྒོལ་དང་མི་དགའ་བའི་གནང་རྒྱུ་ཤུགས་ཆེ་བསྟན་ཡོད་པ་རེད། ཡང་སུན་ཅུ་དུས་དྲན་ཉིན་ཁོང་ཀྲོང་གོ་རྫོང་གི་ཡོན་ཅི་སི་ནས་འཕྲི་ལྟས་ཐོག་དལ་ཅོལ་དོག་ནས་རི་ལ་སོང་གཏོང་བར་འགྲོ་སྐབས་ས་གནས་རྒྱ་ནག་གཞུང་གི་ཉེན་རྟོག་པས་མེ་མདའ་བརྒྱབ་ནས་ཡོན་ཅི་རྟ་མགྲིན་ཟེར་བ་ཞིག་གི་རྐང་པར་རྨས་སྐྱོན་ཕོག་ཡོད་པའི་གནས་ཚུལ་ཐོན་གི། ཡང་སུན་ཅུ་དུས་དྲན་ཐེངས་ལྔ་གཅིག་ང་རུལ་བའི་ཐོག་སྲིད་སྐྱོང་མཆོག་གི་ཡོངས་ཁྱབ་གསུང་བཤད་ནང་བོད་ནང་གི་བོད་མིའི་ཁྲོད་མི་རིགས་ཀྱི་ངོ་སྲུང་ཤ་དང། དར་སྤེལ་དང་འགྱུར་འགྲོ་ཡིན་པས་གཟུངས་ཤོག་གི་མཇལ་བ་དག་གི་རིན་བཞིན་བོད་མིའི་མངོན་འདོད་འགྲུབ་པར་ཕན་ཐོགས་ངེས་ཅན་ཡོང་རྒྱུ་ཡིན་སྐོར་གསུངས་ཡོད་པའི་སྐོར་འདི་གའི་གསར་འགོད་པ་སྟོན་ཚེ་དབང་རྗེས་ལགས་ཀྱི་ས་གནས་ནས་བཏང་བ་ཞིག་གཟིགས་རོགས། དེ་ཡང་ལོ་ཟླ་སྤྱི་ཟླ་གསུམ་པའི་ཚེས་བཅུ་དེ་ནི་བོད་མིའི་གཞི་རྒྱ་ཆེ་བའི་རང་དབང་སྒེར་ལངས་བྱེད་པའི་དུས་དྲན་ཉིན་མོ་ཡིན་དུས་ད་ལོ་གི་སོན་གྱི་དུས་དྲན་ཐེངས་ལྔ་བཅུ་ང་དྲུག་པ་དེ་སྲུང་བརྩི་བྱས། གཞུང་འབྲེལ་དུས་དྲན་སྲུང་བརྩི་བྱ་རྒྱུ་ཞིག་བཞུགས་སྒར་གཙུག་ལག་ཁང་དུ་ཚུགས་ཡོད་པ་དང་དེའི་ཐོག་དམིགས་བསལ་སྐུ་མགྲོན་དུ་འཇར་མན་ནི་གྲོས་ཚོགས་ཀྱི་ཚོགས་གཙོ་གཞོན་པ་གཙོས་བོད་དོན་རྒྱབ་ཤོར་བའི་དགའ་ཕྱིའི་མི་སྣ་ཁག་ཅིག་ཡང་ཕེབས་ཡོད་པ་རེད། ཐེངས་འདིའི་སྲུང་བརྩི་དུས་དྲན་ཐེངས་ལྔ་བཅུ་ང་དྲུག་པའི་བཀའ་ཤག་ཉིན་གྱི་གསུང་བཤད་ནང་དུས་དྲན་དང་འབྲེལ་ཏེ་གཞུང་རིམ་ཁག་སྲིད་དོན་གནང་ཡོད་པའི་ཐོག་སྲིད་གཞུང་བློ་བཟང་སེང་གེ་མཆོག་གིས་ཡོངས་ཁྱབ་གསུང་བཤད་ནང་དམིགས་བསལ་ད་ལྟའི་ཆར་བོད་ནང་གི་བོད་མིའི་ཁྲོད་ཆབ་སྲིད་ཀྱི་གོ་རྟོགས་དང་མི་རིགས་ཀྱི་ལ་གཞས་ཆེ་རུ་འགྲོ་བཞིན་པ་ནི་བློ་སྤོབས་སྐྱེད་རྒྱུ་ཞིག་ཡིན་སྐོར་སོགས་གསུངས་སོང། མི་རིགས་ཀྱི་ལར་གཞས་ཆེ་རུ་འགྲོ་བཞིན་པ་ནི་བློ་སྤོབས་སྐྱེད་གཞིར་སྣང། དེ་ཡང་བོད་ནང་གཞི་རིམ་མང་ཚོགས་ཀྱི་བསམ་པའི་འཁྱེར་དེ་ཕྱོགས་ཡང་བོད་དང་ནང་སྙན་གཞི་རིམ་ངག་མང་ཚོགས་ཀྱི་ཀྱི་བསམ་པའི་འཁྱེར་ཕྱོགས་དང་སྙན་ངག་མཁན་ཚོའི་སྙན་རྩོམ་གྱི་ནང་དོན་བློས་འཇིགས་ཀྱི་ཚིག་དོན་རི་མོ་བས་བྲིས་པའི་རི་མོ་གྱི་མཚོན་དོན་སོགས་ཕྱོགས་གང་ནས་བལྟས་ཀྱང་བོད་མིའི་ཆིག་སྒྲིལ་གྱི་ནུས་སྟོབས་ཆེ་རུ་འགྲོ་བཞིན་རེད་ཅེས་དང། དེ་བཞིན་བོད་ནང་གི་བོད་མིའི་ལས་རིགས་འདྲ་མིན་དང་ཞིང་པ་འབྲོག་པ་མི་མང་དཀྱུས་མ་ཚུན་ཆོད་ཚང་མ་ནས་བོད་མི་རིགས་ཀྱི་ཆེ་མཐོང་དང་བོད་མིའི་ཐུན་མོང་མ་ཡིན་པའི་ངོ་བོ་སྲུང་སྐྱོབ་དར་སྤེལ་ཡོང་ཐབས་ལ་སེམས་ཁུར་བྱེད་བཞིན་ཡོད་པས་བཟང་སྐྱོང་གི་འགྱུར་བ་དེ་དག་གིས་རིམ་བཞིན་བོད་མིའི་མངོན་འདོད་སྒྲུབ་པར་ཕན་ཐོགས་ངེས་ཅན་ཡོང་རྒྱུ་རེད་ཅེས་གསུངས་སོང་ལ། དེ་བཞིན་དེང་སང་བོད་ནང་ནང་ཁུལ་ཕྱག་ལེན་ལྷོ་རིགས་དང་གངས་ལྗོངས་ཕྱོགས་པ་རྒྱལ་མཚན་དང་ཆང་རག་རིགས་ལ་ཤོད་མི་ཉུང་དུ་འགྲོ་བཞིན་ཡོད་ལུགས་ཐད་བསྔགས་བརྗོད་ཡང་གནང་ཡོད་པ་རེད། དེ་མིན་སྲིད་གཞུང་བྱུག་སྐོར་གསུང་བཤད་ནང་བོད་རྒྱ་འབྲེལ་མོལ་དང་འབྲེལ་བའི་སྐོར་གསུང་དོན། བོད་མིའི་འགོ་ཁྲིད་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་དང་རྒྱ་ནག་གཞུང་གི་འགོ་ཁྲིད་དབར་འབྲེལ་མོལ་གྱི་ལམ་ནས། དེ་ཡང་གསུང་བཤད་ནང་བཀའ་ཤག་གི་ངོས་ནས་བོད་དོན་དཀའ་རྙོག་སེལ་ཐབས་སུ་ཁ་བྲལ་མ་ཡིན་པར་མོས་འདུན་མཚུངས་པའི་རང་གཞུང་ཡོངས་བཏོད་ཀྱི་གཉིས་མེད་དབུ་མའི་ལམ་གྱི་སྲིད་བྱུས་མུ་མཐུད་ལག་བསྟར་བྱས་དང་བྱེད་མུས་ཀྱི་དང་འདུ་ལོ་ཕྱི་ཟླ་དང་པོ་ནང་བོད་རྒྱ་ཞི་མོལ་ལས་དོན་ཚོགས་ཆུང་གི་ཚོགས་འདུ་བསྐོང་ཚོགས་བྱས་ཏེ་བོད་ནང་གི་གནས་སྟངས་དང་རྒྱལ་སྤྱིའི་ཆབ་སྲིད་ཀྱི་འགྱུར་འགྲོས་སྤྱི་ལ་གཞིགས་ཏེ་འབྲེལ་མོལ་སྐོར་བསམ་གཞིག་གྲོས་བསྡུར་བྱེད་ལུགས་བཞི་ཡོད་ཅིང་བོད་མིའི་མགོ་ཁྲིད་ཀྱིས ྋགོང་ས ྋརྒྱལ་རིན་པོ་ཆེ་མཆོག་གི་སྐུ་ཚབ་དང་རྒྱ་ནག་གཞུང་གི་མགོ་ཁྲིད་བར་འབྲེལ་མོལ་གྱི་ལམ་ནས་བོད་དོན་དཀའ་རྙོག་སེལ་ཐབས་བྱེད་རྒྱུ་དེ་ཉིད་ཐབས་ལམ་བཟུང་རྒྱུ་ཡིན་པའི་ཡིད་ཆེས་བརྟན་པོ་བྱེད་བཞིན་ཡོད་ཅེས་གསུངས་ཡོད་པ་རེད། དེ་བཞིན་བོད་མི་མང་ཤིན་ཏུ་ལྷན་འཛོམས་ཀྱི་ཡོང་ཆེད་གསུང་བཤད་ནང་ལའང་བོད་དོན་དཀའ་རྙོག་ཚེ་ཐལ་དབུ་མའི་ལམ་ལ་ཆོད་སེམས་བརྟན་པོ་ཡོད་སྐོར་དང་རྒྱ་ནག་གི་མགོ་ཁྲིད་ཚོར་བོད་རྒྱ་འབྲེལ་མོ་མྱུར་དུ་དགོས་པའི་སྐུལ་མ་ཡང་གནང་ཡོད་རེད། དེ་མིན་ཤིན་ཏུ་ཚོགས་གཙོ་སྤེན་པ་ཚེ་རིང་མཆོག་ནས་ཤིན་ཏུ་ཀྱི་གསུང་བཤད་གནང་ལེན་གནང། འདས་པའི་ལོ་ཤས་ནས་བཟུང་རྒྱ་གཞུང་གིས་མགོ་ཁྲིད་གསར་པ་ཚོས་དབང་བསྒྱུར་བྱེད་རིང་རྒྱལ་ཁབ་སྐྱོང་བར། ཤིན་ཏུ་གར་སོང་ཅན་ནོ། འདས་པའི་ལོ་ཤས་ནས་བཟུང་རྒྱ་ནག་གཞུང་གི་མགོ་ཁྲིད་གསར་པ་ཚོས་དབང་བསྒྱུར་བྱེད་ལས་རིང་བོད་ཁུལ་བརྟན་བརླིང་དགོས་སྐོར་སོགས་ལ་བསྙད་དེ་བོད་ནང་དམ་དྲག་ཤུགས་ཆེ་བྱས་དང་བྱེད་བཞིན་པ་དང། ལྷག་པར་དུ་རུལ་སུངས་ལ་རྟོག་ཞིབ་ཅེས་པ་དང་འབྲེལ་ནས་བོད་མི་མང་པོ་ལ་ཏཱ་ལའི་ཁ་བྲལ་རིང་ལུགས་པ་ཟེར་ལས་སོགས་ཀྱི་ཉེས་འགེལ་སྣ་ཚོགས་བྱས་ཏེ་བོད་མིའི་བདེན་དོན་དང་འབྲེལ་བའི་ལས་དོན་སྟོན་དུ་བཅར་ཡང་བྱེད་དབང་མེད་པར་ཕྱི་ལོ་ཉིས་སྟོང་བཅུ་བཞི་ནང་དུ་ཡང་མུ་མཐུད་ཛག་དྲག་ངང་གནས་མལ་བཟོས་ཡོད་ཐོག་བོད་མི་རང་ལུས་མེར་བསྲེགས་སོགས་ཀྱི་ངོ་རྒོལ་གནང་དགོས་ཆགས་ཡོད་རེད་ཅེས་ཐེར་འདོན་ཡང་གནང་ཡོད་རེད། དེ་མིན་ཤིན་ཏུ་ནི་རྒྱ་གར་གྲོས་ཚོགས་འཐུས་མིའི་བོད་དོན་མཇལ་ཞུ་ཚོགས་པ་ལྷ་བཟོ་ཞུས་ཏེ་ལས་དོན་མགོ་འཛུགས་ཟིན་སྐོར་ཡང་འཁོད་ཡོད་པ་རེད། གཞན་ཡང་ད་རེས་བཞུགས་སྒར་དུ་སོན་རྒྱུ་དུས་དྲན་ཐེངས་ལྔ་བཅུ་ང་དྲུག་པའི་ཐོག་ཆེད་ཕེབས་གནང་བའི་དམིགས་བསལ་སྐུ་མགྲོན། འཇར་མན་ནི་གྲོས་ཚོགས་ཀྱི་ཚོགས་གཙོ་གཞོན་པ་ལྕམ་ཁེ་ལོ་རིའ་མཆོག་ནས་གོང་ས་མཆོག་ལ་གུས་བརྩི་དང་བོད་དོན་ཐད་གདུང་སེམས་མཉམ་བསྐྱེད་དང་རྒྱ་ཤོག་ཤུགས་ཆེན་ཡོད་སྐོར་གྱི་གཏམ་བཤད་ཡང་སྤེལ་བ་རེད། དེང་སྔ་ཕྱི་ང་སྤྲུལ་པའི་སངས་རྒྱས་དུས་དྲན་ཉིན་ཨ་རིའི་ཝེ་སི་ཀང་སི་མངའ་སྡེའི་རྫོང་པང་གི་ཤེས་ལྡ་གསུམ་པའི་ཚེས་བཅུ་དེ་ཡིན་བོད་ཀྱི་ཉིན་མོ་ཞེས་ཕྱིར་བསྒྲགས་གནང་ཡོད་པ་དང་ཨ་རིའི་སྐུ་ཚབ་དོན་གཅོད་མཆོག་གིས་བོད་མི་ཡོངས་ཀྱི་ཚབ་བྱས་ནས་ཝེ་སི་ཀང་སི་མངའ་སྡེའི་རྫོང་པང་དང་མངའ་སྡེའི་མི་མང་ལ་ཐུགས་རྗེ་ཆེ་ཞུས་འདུག།

འཛམ་གླིང་ས་ཚུགས་གང་ས་གི་ནང་བལ་མི་གི་རང་དབང་འགན་ལུང་དེ་སུན་ཅི་གི་དུས་དྲན་ཐེངས་ལྔ་ཆི་ལྔ་སྒྲུབ་པ་དེ་རྣམ་པ་འདྲ་མིན་གི་ཐུགས་ནས་སྲུང་བརྩི་ཞུ་ཡོད་པ་ལྟར། ཉན་དེར་རྒྱ་མི་ནང་གི་དྲུང་ཆེ་བརྒྱ་ཕྲག་དང། དྲུང་སྡེ་སྤྱི་ཁྱབ་ལྷན་ཁང་དེ་བཞིན་འཛིན་སྐྱོང་གི་རྫོང་ཁོངས་བཅས་ཀྱི་སྤྱི་དམངས་ཀྱི་ཁང་པ་གི་སྟེང། བལ་གྱི་རྒྱལ་དར་འདྲི་འཛུགས་ཀྱིས་བལ་མི་ཚོ་ལ་གདུང་སེམས་མྱང་འཇིགས་གི་རྣམ་པ་བསྟན་འདུག། དེ་དང་ཆ་བྱད་རྒྱུ་མའི་ནང་དུ་དེ་ཡི་རྩིས་པའི་གཞུང་འགྲེལ་སྨན་པའི་བྷེ་དན་རྒྱ་སྒྱུར་ཚུགས་པ་ཁྲི་ཨའི་ལྡི་ཡི་དང། རྒྱུ་མའི་ནང་དུ་ཡེ་བྷི་ཀའི་བྷེ་རེ་ཚུགས་པ་གཅིག་ནི་གོ་འབྲེལ་བོ། རྒྱུ་མའི་ནི་གྲོང་ཁྱེར་ཉེར་རྩ་ལྔ་ནང་ནས་བྷེ་ནང་འགྲོ་བ་མང་བོ་གི་ཐུགས་དང་རྡོ་རོ་གཏོང་བཞིན་པའི་གནས་སྟངས་ལ། རྒྱ་ནག་གཞུང་གི་དེ་འབྱེད་ལས་ཁུངས་དང། རྒྱ་ནག་གཞུང་ཚ་ཁུང་ཅིས་ཅིན་ཐན་དུ་ངམ་ཏིང་ཁྲུང་གོ་ཆི་གླིང་གི་རས་སྤེལ་ཡོད་ཅིང། གླིང་གི་དེ་དག་ལ་རྒྱ་མི་ནི་གི་ཆགས་སྲིད་པ་དང་རྒྱུ་ཚ་བ་ནི་ཅུང་རྒྱ་ཆུ་ཚིག་ཡོད་འདུག། དེ་བཞིན་རྒྱ་གར་རྡེ་ར་དོན་དུ་བོད་མི་ཚོས་ས་ཆ་དེའི་དྲན་གསོ་མཛད་ཞུས་ཡོད་པའི་སྐོར་ང་ཚོའི་གསར་འགོད་པ་བཟོ་པ་རྒྱ་མཚོ་ལགས་ཀྱི་གདུང་བའི་གནས་ཚུལ་ཤེས།
རྡེ་ར་དུའི་ཁྱབ་ཁོངས་ས་གནས་ཁག་བརྒྱད་ཀྱི་མི་མང་དང་དགོན་སྡེ་ཁག་གི་གྲྭ་བཙུན་རྣམ་པ། རྭ་ཅོ་པོ་བོད་ཁྱིམ་ནས་སློབ་མ་ཁག་ཅིག་ཅིས། ཁྱོད་ནི་སེར་ཤ་མར་སྦྲང་བརྒྱ་ཕྲག་ཁ་ཤས་འདུ་འཛོམས་ཀྱིས་སོང་ཁྱོད་དུས་དྲན་ཐེངས་ལྔ་བཅོ་ལྔ་སྒྲོག་པ་དེ་བརྩི་སྲུང་ཞུས་ཡོད་པ་དང་དུས་དྲན་གྱི་མཛད་སྒོའི་ཐོག་གཙོ་བོ་སྐུ་མགྲོན་དུ་ལྕམ་མེ་ལེམ་སེ་གྷིར་མཆོག་དང་མཁན་པོ་མཛའ་འབྲེལ་ཚོགས་པའི་སྐུ་ཚབ་རྡེ་ར་ལྡུན་ས་གནས་འགོ་འཛིན་གཙོས་པའི་བཀའ་ཟུར་དང་ཤེས་ཟུར་རྣམ་པ་ས་གནས་གྲོས་ཚོགས་ཀྱི་ཚོགས་གཙོ་གཙོས་པའི་འཐུས་མི་རྣམ་པ་གཞུང་འབྲེལ་མིན་པའི་ཚོགས་སྡེ་ཁག་གི་འགོ་འཛིན་དང་སྐུ་ཚབ་རྣམ་པ་སོགས་འདུ་འཛོམས་ཀྱིས་ཐོག་མར་མཁན་པོའི་ཉིན་གྱི་རྒྱ་ལོའི་བོད་དུ་དུས་དྲན་དེ་འགོ་འཛུགས་བྱས་ཡོད་པ་རེད། དེ་ནི་ས་གནས་འགོ་འཛིན་སྐུ་ངོ་ཞམ་པ་ཕུན་ཚོགས་ལགས་ཀྱིས་དཔལ་ལྡན་སྲིད་གཞུང་མཆོག་ནས་གསུམ་བཅུ་དུས་དྲན་ཐོག་སྤེལ་བའི་ཡོངས་ཁྱབ་ཀྱི་གསུང་འཕྲིན་དེ་མི་མང་ཡན་ཐོག་སྒྲོག་སྦྱང་གནང་ཡོད་པ་དང། དེ་ལྟར་ལས་འགུལ་བ་སེར་ཤ་མི་མང་རྣམས་ཀྱི་ངག་ནས་བྱང་ཆུབ་སེམས་ཕྱོགས་སྐྱོར་བ་དང། བོད་དོན་ཆེད་རང་ལུས་མེ་མཆོད་ཕུལ་མཁན་རྣམས་ཀྱི་འདྲ་པར་དང་ཆེད་དར་སོགས་བཤད་དེ་བོད་པའི་ཁྲོམ་ས་ནས་འགོ་འཛུགས་བྱས་ཏེ། རྡེ་ར་རྡུན་ནས་རྒྱལ་ས་ཁྲོམ་གདོང་དུ་འཚེ་མེད་ཞི་བའི་སྒོ་ནས་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་རིགས་རྒྱ་ཆེ་བ་ཞིག་སྤེལ་ཏེ། གསུམ་གྱི་དུས་དྲན་ཐེངས་ལྔ་བཅུ་ང་དྲུག་པ་དེ་སྲུང་བརྩི་ཞུ་འོས་ལས་ཀྱི། ཡང་བོད་མི་ནི་རྡོ་ཤི་རྒྱ་ཡོངས་གྲུབ་གང་སར་སེམས་ཀྱི་དུས་དྲན་སྲུང་བརྩི་ཞུ་འོས་པའི་སྐོར་ང་ཚོའི་ཤེས་རྟོགས་བྱུང་བ་ཁག་ཅིག་ཕྱོགས་སྒྲིག་ཞུས་ཡོད། རྒྱ་གར་གྱི་རྒྱལ་ས་ལྡི་ལིར་སྲུང་བརྩི་དུས་དྲན་ཉིན་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་ཐེ་བོའི་མཚོ་མི་བརྒྱ་ལྷག་བཅངས་ནས་ལྡི་ལིའི་ནང་གི་རྒྱ་ནག་གཞུང་ཚབ་ཁང་ནང་དགོངས་ཆུང་གི་ལས་འགུལ་སྤེལ་སྐབས། ཁོང་ནང་ས་གནས་ཀྱི་ཉེས་རྡུང་པས་འཛིན་བཟུང་བྱས་ཡོད་པ་རེད། རྒྱ་གར་ལྷོ་ཤུག་སྦེང་ལོར་དུ་ཡོད་པའི་བོད་ནང་པ་སྤྱི་མོས་ཚལ་ཞེས་པར་སུན་ཆོས་དུས་དྲན་ཉིན་མང་ཚོགས་འདུ་འཛོམས་སྐབས་རྒྱ་གར་གྱི་སྐུ་མགྲོན་གྲོས་ཚོགས་ལས་དང་ཚོགས་ཆུང་གི་ཚོགས་མི་ཀི་ཡ་ཁྲི་པི་ཇ་ཡ་ཅ་ཏི་ར་མཆོག་གིས་བོད་མི་ཚོས་འཚེ་མེད་ཞི་བའི་ཐབས་ལམ་ཐོག་ནས་རང་དབང་བསྐྱར་གསོ་ཡོང་ཐབས་གནང་བར་བསྔགས་བརྗོད་དང་སྦྲགས། མུ་མཐུད་ནས་སྙིང་སྟོབས་དབྱེར་མེད་ཀྱི་ཐོག་གནད་འགག་པ་འཇོག་དགོས་ལ། ཡང་མོན་སྒོར་དང་མོན་རྟ་དབང་སོགས་བོད་མིའི་གཞིས་ཆགས་ཁག་གང་སར་དུས་དྲན་སྲུང་བརྩི་ཞུ་འགོ། ཡང་བོད་མི་བཙན་བྱོལ་བ་སྟོང་ཕྲག་འགའ་ཤས་གནས་སྡོད་བྱ་ཡུལ་བལ་ཡུལ་ནང་དུས་བྱང་སྲུང་བྱེད་དུས་དྲན་སྐབས་ངོ་རྒོལ་གྱི་ལས་འགུལ་རིགས་སྤེལ་སྲོལ་ཡོད་ཀྱང། པ་ཡིག་རྒྱུགས་ཞུ་ནས་བོད་མི་ཐོག་ནུས་ཤུགས་ཇེ་ཆེར་གཏོང་བའི་རྐྱེན་ག་འདི་ལོ་ངོ་རྒོལ་གྱི་ལས་འགུལ་སྤེལ་ཐབས་མེད་པ་དང་ཉིན་དེར་བ་ཡི་ཉེ་དུ་བ་མང་པོས་ཕྱི་ལོག་ཏུ་ཉུལ་སྐྱེལ་བྱས་ཡོད་པ་མ་ཟད་བ་ཡིག་རྒྱུགས་འགའ་སྔ་ས་ནས་བོད་མིའི་སྒེར་ལངས་དུས་ཆེན་ཆེད་བོ་དང་ལས་འགུལ་སྤེལ་མི་ཤུགས་པའི་སྔོན་བརྡ་བཏང་ཡོད་པ་རེད། ཡང་ཐའེ་ཝན་གྱི་རྒྱལ་ས་ཐའེ་པེར་ཡོད་པའི་རང་དབང་ཐོངས་ཆེན་ཞེས་པར་བོད་རིགས་དང་ཐའེ་ཝན་མི་མང་བཅས་ཆང་མི་གྲོང་བརྒྱ་ཕྲག་འགས་བ་འདི་མཚུངས་ཀྱིས་བོད་མིའི་སེམས་ཀྱི་དུས་དྲན་ཐེངས་ལྔ་གཅིག་ང་སྤྲུལ་པ་སུང་ཅི་ཞུས་ཡོད་ལ་ཐའེ་ཝན་གྱི་གྲོང་ཁྱེར་ཀའོ་ཞུང་དང་ཧོང་ཀོང་གཉིས་ཀྱི་ནང་བོད་མིའི་སེམས་མཐུན་མཛད་སྒོ་དུས་གཅིག་ཏུ་སུང་ཅི་ཞུས་པ་ནང་གྲ་རྒྱས་ཐོག་ཐད་ཀར་རྒྱུན་སྲིང་གནང་ཡོད་པ་རེད། ཡང་ཨུ་རུ་སུའི་མངའ་ཁོངས་ཁེ་མོ་ཇི་རྒྱལ་ས་ཨེ་ལི། ད་ནངས་བོད་མི་དང་བོ་དང་རྒྱ་གཞུང་ཚོགས་པ་ཐུན་མོང་གྱི་གོ་སྒྲིག་འོག་སྔ་དྲོར་སྒང་པའི་ནང་འཛོམས་ཏེ་བོད་བསྟན་སྲིད་ཀྱི་ཆེད་དུ་ལུས་སྲོག་བློས་གཏོང་གནང་བའི་དཔའ་བོ་དཔའ་མོ་ཚོའི་ཆེད་མཆོད་འབུལ་སྨོན་ལམ་གསུང་སྟངས་དང་ཉིན་བརྒྱ་སྐད་འབོད་ཁྲོམ་སྐོར་བྱས་པ་དང་བཅས་གཟིམ་ཆུང་དུས་དྲན་སྲུང་བརྩི་བྱེད་འགོ་ཡང་བོད་ལྗོངས་བོད་རིགས་ཚོགས་པ་དང་ས་གནས་ཆོས་བརྒྱུད་ཁོང་དྲུག་ས་གནས་གཞོན་ནུ་ལྷན་ཚོགས་བཅས་ཀྱི་གོ་སྒྲིག་འོག་མི་མང་རྣམས་བོད་ལྗོངས་ཀྱི་རྒྱལ་སར་ཡོད་པའི་ཡོ་རོབ་སྤྱི་མཐུན་གྲོས་ཚོགས་ཀྱི་ཉིན་གྲངས་དང་འདུ་འཛོམས་རྗེས། རྒྱ་ནག་གཞུང་ཚ་ཁོངས་ཀྱི་ཕྱོགས་སུ་སྐད་འབོད་གོ་འཕྲོད་བྱས་ཡོད་པ་དང་གོ་འཕྲོད་དེའི་མགོ་ནས་མཇུག་བར་ས་གནས་ཀྱི་གསར་འགོད་པ་དང་རྒྱ་ནག་ཤིན་ཧྭ་གསར་འགོད་པ་སོགས་ཀྱང་སླེབས་ཡོད་པ་རེད། ཡང་སུད་སིའི་གྲོང་ཁྱེར་ཛུ་རིག་གི་ས་མཚོའི་ཝེད་མེལ་ཕ་ལ་ཙི་ནས་རྒྱ་མིའི་གཞུང་ཚ་བར་དུ་བོད་མི་བདུན་བརྒྱ་ལྷག་གི་གོ་འཕྲོད་དང་གཏམ་བཤད་སོགས་བྱས་ཏེ་བོད་མིའི་རང་དབང་སྒེར་ལངས་ཐེངས་ལྔ་བཅུ་ང་དྲུག་པ་དེ་སྲུང་བརྩི་ཞུས་ཡོད་པ་དང་དེར་སུད་སིའི་བོད་རིགས་མི་མང་ཚོགས་པའི་སྐབས་བཅོ་ལྔ་པའི་ཚོགས་གཙོ་གངས་སྐྱོང་མཚོ་བློ་བཟང་ལགས་ཀྱིས་དུས་དྲན་དང་འབྲེལ་བའི་གསུང་བཤད་དང། སྐུ་ཚབ་དོན་གཅོད་ཁང་གི་ཟླ་བ་ལགས་ཀྱིས་བཀའ་ཤག་གི་གསུང་འཕྲིན་སྒྲོག་སྦྱང་གནང་ཡོད་པ་རེད། འདི་ག་ཨ་རིའི་རྒྱལ་ས་བྷ་ཤིང་ཁྲེང་མངའ་ཁུལ་གྱི་བོད་རིགས་སྤྱི་མཐུན་ཚོགས་པ་དང་ཤར་ལྷོ་སུ་བོད་རིགས་སྤྱི་མཐུན་ཚོགས་པ་ས་གནས་བོད་ཀྱི་རྒྱུ་ནོར་ལྷན་ཚོགས་བཅས་ཀྱི་གོ་སྒྲིག་འོག་སྔ་དྲོར་རྒྱ་ནག་གཞུང་ཚགས་ཁང་གི་མདུན་དུ་སྐད་འབོད་ངོ་རྒོལ་བྱས་རྗེས་སྔོན་ཐོན་ཁྲོམ་སྐོར་གྱི་ཕོ་བྲང་དཀར་པོའི་མདུན་དུ་བརྫངས་ཏེ་ཨ་རི་སྲིད་འཛིན་མཆོག་ལ་བོད་རྒྱ་བར་ཞི་བའི་གྲོས་མོལ་སླར་གསོ་ཡོང་ཐབས་སུ་རྒྱ་ནག་གཞུང་ལ་གནོད་སྐྱོན་འདྲེན་དགོས་པའི་ཞུ་འབོད་བྱས་ཡོད་པ་རེད། དེ་རྐྱེན་བོད་མི་གནས་སྡོད་ཆི་ཁ་གོ་སོགས་ལའང་དུས་དྲན་སྲུང་བརྩི་ཞུས་འགོ། གཞན་ཡང་ཨ་རི་གྲོང་ཁྱེར་ཉིའུ་ཡོག་ནང་བོད་མི་ཚོའི་སེམས་ཀྱི་དུས་དྲན་སྲུང་བརྩིའི་སྐད་འབོད་ཁྲོམ་སྐོར་གྱི་ཁར་ཨ་མེ་གླིང་དང་རང་བཙན་གྱི་ལྟ་བ་འཛིན་མཁན་མི་གཉིས་བར་གདོང་ཐུག་བྱས་ཡོད་པ་ཕྱི་ཚུལ་དྲ་ལམ་ཁག་ཏུ་བརྙན་ཐུང་དང་བཅས་གནས་ཚུལ་སྤེལ་བཞིན་པ་དང་ཨ་རིའི་ཉེ་དུ་བའི་བོད་མི་ཚོར་སོ་སོའི་དགོས་འདོད་ཀྱི་སྐད་འབོད་སྒྲོག་ཆོག་ནའང་རྒྱ་རིགས་ཞེ་མི་ཞུ་བའི་གནས་ལུགས་བཤད་དེ་རྒྱལ་སྤྱིའི་བཀག་འགོག་བྱས་འགོ། ཡང་ཨོ་སི་ཁྲུ་ལི་ཡའི་ནང་སུན་གྱི་དུས་དྲན་སྲུང་བརྩི་ཞུས་ཡོད་པའི་སྐོར་ཆོས་སྐྱིད་ལགས་ཀྱིས་ཉན་སྤྲོད་གནང་གི་རེད།
ཨོ་སི་ཁྲུ་ལི་ཡ་རྒྱལ་ཡོངས་མངའ་སྡེ་ཁག་གི་ནང་ད་རེས་སུན་གྱི་དུས་དྲན་ཉིན་མོ་ལ་ཚུགས་བྱས་ནས་ཆུ་ཚོད་ཀྱི་ཚེས་དགུ་དང་ཚུགས་བཞིའི་ཆེད་ནས་ཞི་བའི་གང་བྲོས་དང། རྔམ་སྟོན་འཁྲུངས་སྐོར་དེ་བཞིན་གཏམ་རྒྱུད་དྲ་གནས་སོགས་ཀྱི་ཐོག་ནས་སུན་གྱི་དུས་དྲན་སྲུང་བརྩི་ཞུས་ཡོད་འདུག།

ད་རེས་སུན་ཅི་གི་དུར་ཁྲོད་སྲུང་བརྩི་ས་བརྒྱུད་ཞུས་པ་མ་ཟད་དགོང་མོ་ལ་ཡང་སྨན་བླངས་མཆོད་འབུལ་སོགས་ཀྱི་ལས་འགུལ་སྤེལ་བ་རེད། སེང་གེ་རྣམས་ཚོ་དེ་རིང་གི་གསར་འགྱུར་ཁག་ཤེས་ཚར་ལན་བཤམས་འདུག་དེ་རིང་གི་དཔྱད་གླེང་གི་ལེ་ཚན་ནང་སུན་ཅི་དུར་ཁྲོད་ཀྱི་ངོ་བོ་དང་དུར་ཁྲོད་སྲུང་བརྩི་ཞུ་ཕྱོགས་ཀྱི་ལོ་རྒྱུས་དང་འཕེལ་རིམ་གྱི་སྐོར། འདི་ག་ཨེ་ཤ་ཡ་རོང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་བཀྲས་མཐོང་བསྟན་འཛིན་རྣམ་རྒྱལ་ལགས་དང་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་གཉིས་ལས་མི་གནང་གི་རེད།
ཕྱི་ལོ་སྤྱི་སྟོང་དགུ་བརྒྱ་བཞི་ཅུ་ཞེ་དགུ་ལོར་ལ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཅེས་པ་དབུ་བརྙེས་མ་ཐག་མའོ་ཙེ་ཏུང་གི་བཀོད་སྒྲིག་གི་འོག་རྒྱ་ནག་བཅིངས་འགྲོལ་དམག་གིས་ཐོག་མར་བོད་ཀྱི་ཤར་ཕྱོགས་དང་དེ་ནས་རིམ་བཞིན་བོད་ཕྱོགས་ཁ་གསུམ་གྱི་ས་ཁྱོན་ཡོངས་སུ་དྲག་པོའི་དཔུང་འཇུག་རིམ་པར་ཞིག་ནས་བོད་མི་འབུམ་ཕྲག་མང་པོའི་ཚེ་སྲོག་འཕྲོག་པ་མ་ཟད་བོད་ཀྱི་ཆོས་སྲིད་གཉིས་ཀྱི་བླ་ན་མེད་པའི་དབུ་ཁྲིད་ཤིང་ལོ་ཀོང་ས་ཤར་མགོན་ཆེན་པོ་མཆོག་གི་སྐུ་ཤ་ལའང་དགའ་སྐྱིད་བཙོང་ལ་ཉེ་བའི་བོད་མི་ནང་ཁུལ་དོགས་ཟོན་བྱུང་བ་ནི་དེ་ཕྱི་ལོ་གཅིག་དགུ་བརྒྱ་ལྔ་བཅུ་ང་དགུ་ལོར་ཕྱི་ཟླ་གསུམ་པ་གི་ཚེས་བཅུ་ཉིན་བོད་ཀྱི་རྒྱལ་ས་ལྷ་ས་ལ། རྒྱལ་སྤྱིའི་བོད་མི་སྟོང་ཕྲག་མང་པོ་ཡིས་མ་གྲོས་བསམ་པ་གཅིག་མཐུན་གྱིས་རྒྱ་དམག་གཞུང་དང་རྒྱ་ཡི་དབང་འཛིན་པ་ལ་གཞི་རྒྱ་ཆེ་བའི་ཞི་རྒོལ་རྔམ་སྟོན་ཁྲོམ་སྐོར་དེ་གནང་ཡོད། དུས་དེ་ནས་བཟུང། བོད་མི་ཚོ་བཙན་བྱོལ་དུ་འབྱོར་ནས་བོད་པི་ཡུལ་ལོ་རྒྱུས་ཐོག་བསུ་ཐབས་མེད་པི་གི་འདི་ལོ་སུམ་ཅུ་དུས་དྲན་ཐེངས་ལྔ་བཅུ་ང་དྲུག་པ་དེ་སྲུང་བརྩི་ཞུ་བཞིན་པ་རེད། དེ་རིང་གི་དཔྱད་གླེང་གི་ལེ་ཚན་ནང་ལ་སུམ་ཅུ་དུས་དྲན་གྱི་ངོ་བོ་དང་དུས་དྲན་སྲུང་བརྩི་ཞུ་ཕྱོགས་ཀྱི་ཐད་ལས་ལོ་རྒྱུས་ཀྱི་འཕེལ་རིམ་གྱི་སྐོར་བཀའ་བློན་ཁྲི་ཟུར་དང་ད་ལྟ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་བཀྲིས་མཐོང་བསྟན་འཛིན་གནང་བྱ་ལགས་དང་ལི་མོ་ཞེ་ཅིན། ཀོང་བཀྲ་ཤིས་ལེགས། བཀྲ་ཤིས་ལེགས་ལོ། ད་ལྟ། གསུང་ཆོས་དུས་དྲན་ཐུང་ལྔ་བཅུ་ང་དྲུག་པ་དེ་དེ་དག་སོང་ཚུལ་བཤད་ཤེས་ཡོད་རེད་ཨ་ནི་ལོ་རྒྱུས་ཐོག་ལ་མ་ཅིག་བལྟ་འོས་འདུག། གསུང་ཆོས་དུས་དྲན་ངོས་འཛིན་ཞུ་སྟངས་ཀྱི་ཐོག་ལ་ཅིག། མ་འདྲ་བ་འདྲ་པོ་དེ་འདྲས་ཀྱིས་ཡོང་བསྡད་ཀྱི་འདུག་ཨ་ནི་སྐུ་དངོས་ཀྱིས་ད་སུམ་ཅུ་དོན་དྲུག་གི་ཐོག་མ་དེ་ག་དུས་བསྐྱལ་རྒྱུ་བྱུང་ཡོད་ན་སྐབས་དུས་དེའི་དྲན་གསོ་འདྲ་པོ་ག་རེ་ཡོད་ན་ད་ལྟ་དང་སྐབས་དུས་དུས་ཀྱི་ཅི་རྒྱུན་རིང་དང་འགྱུར་བ་འདྲ་པོ་ག་རེ་འགྲོ་ཡོད་ན། སུམ་ཅུ་དུས་དྲན་གྱི་སྲུང་བརྩི་ཞུ་ཡ་དང་པོ་དེ་ཕལ་ཆེར་ཕྱི་སྟོང་དགུ་བརྒྱ་དྲུག་ཅུ་ཨ་ནི་མ་སུ་རི་ལ་སྐུ་མདུན་འཕྲལ་སེལ་ཞུ་གཏན་བཅར་བའི་སྐབས་དེ་གསུང་འཛིན་གནང་བ་རེད། དེ་དུས་མ་སུ་རི་ལ་ཐོག་མར་བཙན་བྱོལ་ནང་གི་ད་བསླབ་གྲྭ་ཐོག་མ་དེ་གསར་འཛུགས་གནང་ས་དེ། བསླབ་གྲྭ་ལྔ་བཅུ་སུ་ཡོད་ས་བསླབ་གྲྭ་དེ་སུམ་བཅུ་དུས་ནས་གསུང་འཛིན་གནང་བ་དེ་གི་ངས་དེ་འདྲ་ཞིག་དྲན་གི་འདུག་དེ་དུས་ད་བོད་རྒྱལ་ཁབ་ཆེན་པོའི་རྒྱལ་གླུ་དང་མི་མང་ལང་གླུ་བཏང་བ་དེ་དྲན་གསོ་ཆེན་པོ་འདུག་ཁོས་དེ་དུས་ནས་ཐོག་མར་བྱས་པ་རེད། ཁོས་སུམ་བཅུ་དུས་དྲན་དྲན་གསོ་ཞུ་ཡ་དེ་ད་ལྔ་བཅུ་ང་དགུའི་ལོ་ལ། ལྷད་སའི་ནང་ལ་བོད་མི་མང་གིས་སྒེར་ལངས་བྱས་པ་འདི་དང་འབྲེལ་ནས་བོད་ཡོངས་སུ་དང་རྒྱ་མིའི་བཙན་འཛུལ་ལ་ང་ཚོས་ངོ་རྒོལ་དང་བོད་ནང་ལ་རང་དབང་འགུག་ཐུབ་ཟེར་ཡག་གི་དང་རྣམ་འགྱུར་ཤུགས་ཆེན་པོ་བསྟན་པ་འདི་ཁོས་འདི་དྲན་གསོ་བྱེད་དགོས་རེད་དྲན་གསོ་དེ་བྱེད་དུས་བོད་མི་མང་གིས་འབོད་སྒྲ་དང་རང་དབང་གི་འབོད་སྒྲ་འདོན་པ་མ་ཚད་འདི་དང་འབྲེལ་ནས་བོད་མི་བརྒྱ་ཕྲག་སྟོང་ཕྲག་མང་པོ། སྲོག་བློས་བཏང་བྱས་བོད་སྤྱི་པའི་དོན་དག་ལ་དེ་འཆལ་བ་རེད་དེ་འདྲ་ཡིན་ཙང་དྲན་གསོ་དེ། བོད་མི་དམངས་ཀྱི་བསམ་ཚུལ་དག་ནང་བཞིན་བོད་མི་དམངས་ཀྱི་རེ་བ་ཨ་ནི། བོད་མི་དམངས་ཀྱི་བའི་སྤྱི་པའི་དོན་དག་སྲོག་བློས་བཏང་བ་དེ་ང་ཚོས་ད་དྲན་གསོ་དང་སྲུང་བརྩི་བྱེད་དགོས་བ་རེད། ལགས་སོ། སྐུ་ངོས་ད་ལྟ་འབོད་ཚིག་གསུང་དུས་སྐབས་དུས་དུས་ལྔ་བཅུ་ང་དགུ་ལོ་ལ་ད་ཅི་ཡོངས་གྲགས་ཀྱི་ཐོག་ནས་འབོད་ཚིག་གཙོ་བོ་འདྲ་བོ་ཁག་གསུམ་བརྩི་གྱི་ཡོད་ས་རེད། ཤུ་ནུ་ཀོང་ས་ལ་ཆབ་མགོན་ཆེན་པོ་མཆོག་སྐུ་ཚེ་ཁྲི་ལོ་བརྟན་པ་ཤོག་ཨ་ནི་རྒྱ་མི་བོད་ནས་ཕར་རྒྱུ་ཨ་ནི་བོད་རང་བཙན་ཡིན་ཟེར་གི་དེ་འགྲིག་གི་འབོད་ཚིག་ཅིག་བྱུང་ཡོད་ས་རེད་ད་ཡིན་ན་ཡང་ད་འདིའི་ད་ད་ལྟ་སུམ་ཅུ་དོན་རེའི་ཚོགས་འདུ་ཞུ་ཡི་སྐབས་སུ་འབོད་ཚིག་ལ་ཡང་ཅིག་འགྱུར་བ་འགྲོ་གི་ཡོད་པའི་གནས་སྟངས་དེ་འདྲ་ཅིག་འདུག་དེའི་ཐོག་ལ་སྐུ་ངོས་ཀྱི་གཟིགས་ཚུལ་ག་རེ་འདུག། རེད་དེ་འདྲས་ད་ལྟ་སུམ་ཅུའི་དུས་དྲན་དང་འབྲེལ་ནས་འབོད་ཚིག་ལ་འགྱུར་བ་འགྲོ་གི་འདུག་རྣམ་འགྱུར་ལ་འགྱུར་བ་ཕྲན་བུ་ཕྲན་བུ་འགྲོ་གི་མེད་རོགས་ཟེར་ཟེར་ཡག་སྐད་ཆ་དེ་གླེང་སློང་བལྟས་ཟོན་གི་འདུག་ཡིན་ནའི་འགྱུར་བ་དེ་འདྲས་ཕྱིན་པའི་ན་ངས་ད་ནི་བལྟས་འགྲིག་གི་མ་རེད་བསམ་གི་འདུག། ལྔ་བཅུ་ང་དགུའི་སྐབས་ལ་མི་ཚོས་རེ་འདུན་བྱས་པ། ཨ་ནི་འབོད་ཚིག་ག་རེ་ཡིན་ནས་འདྲ། བོད་མི་ཚོས་ལྷག་བསམ་རྣམ་དག་ཐོག་ནས་བོད་མི་མང་ལ་ཕན་པ་བསམ་པ་རྒྱ་བོ་རོམ་གྱི་སྐུ་ཇག་དང་རྒྱ་བོ་རོམ་གྱི་སྐུ་ཚེ་ལ་བརྟན་ཡག་གི་རེ་འདུན། ཨ་ནི་ད་ག་ནང་བཞིན་བོད་ལུང་པ་ལ་རྒྱ་མིས་བས་བཙན་འཛུལ་བྱས་པ་དེ་ལ་ངོ་རྒོལ། འདི་ཚོ་ཚང་མ་དེའི་སྐབས་དེ་ལྷག་བསམ་རྣམ་དག་ཐོག་ནས་སྤྱི་སེམས་བྱས་བྱས་ད། ངོ་རྒོལ་བྱས་པ་རེད་སོགས་བཏང་བ་རེད། དེ་འདྲ་ཡིན་ཙང་ང་ཚོས་འདི་དྲན་གསོ་བྱེད་དུས། དེའི་སྐབས་ཀྱི་དཀའ་ལས་བརྒྱབ་པའི་མི་དེ་ཚོ་དྲན་གསོ་བྱེད་དགོས་བ་རེད། དེའི་སྐབས་ཀྱི་ཁོ་རང་ཚོའི་རེ་འདུན་བཏོན་པ་དེ་ལས་གུས་བརྩི་བྱེད་དགོས་བ་རེད། མ་གཞི། ལོ་ལྔ་བཅུ་ང་རང་ཕྱིན་ན་ཨ་ནི། མི་དེ་ཚོས།

སྲིད་སྐྱོང་བཀའ་བློན་ཁྲི་པ་དང་པ་ཏི་སྲིད་སྐྱོང་མཆོག་གིས་ད་ཡོང་ཆེད་ཅིག་གསུང་འཕྲིན་ཅིག་གནང་འདུག་ཁོང་རིང་གི་ངོས་ནས་ད་ཀྱི་གསུང་ཆོས་དུས་དྲིལ་དེ་ངོས་འཛིན་ཞུ་སྟངས་དེ་འདིར་ཅིག་གསུང་འདུག་དེ་རིང་གི་ཉིན་མོ་འདི་ནི་བོད་རིགས་ཤི་བོ་གནམ་བསྟན་ཡོངས་ནས་ཇི་སྲིད་བོད་དོན་བདེན་མཐའ་མ་གསལ་གྱི་བར་དུ་བློ་སྟོབས་ཆེན་པོ་ཡི་སྒོ་ནས་བོད་མིའི་བདེ་དོན་འཐབ་རྩོད་མུ་མཐུད་བྱ་རྒྱུའི་ཆོད་སེམས་བཅངས་ནས་དང། ྋགོང་ས ྋསྐུ་ཆེན་པོ་མཆོག་གིས་འདོད་སྣང་མཛད་པའི་འཚེ་མེད་ཞི་བའི་ལྟ་གྲུབ་ལ་ཡིད་ཆེས་བརྟན་པོའི་སྒོ་ནས་འཇུག་རྒྱུའི་དམ་བཅའ་དྲན་གསོ་ཞུ་ཡི་ཡོད་ཟེར་འདུག་དེ་ཡང་སྤྱི་འཐུས་ལྷན་ཚོགས་རེད་ཡང་བོད་པ་འགས་དེ་འདྲ་ཞིག་རེད་ཡང་སྤྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་དཔེར་ན་གཞོན་ནུ་ལྷན་ཚོགས་ལ་སོགས་པ་གིས་ཡང་ངོས་འཛིན་བྱེད་ཕྱོགས་སྟེགས་སྟེགས་མ་འདྲ་བ་འདྲ་པོ་ཅིག་ཡོང་གི་འདུག་དེ་དེ་ལས་ཁྱད་པར་འདྲ་པོ་ཅིག་གྱོན་ཡོད་ན་ཡིན་གཅིག་མིན་གཉིས་གཅིག་འཇུག་གི་ངོས་འཛིན་བྱེད་ཕྱོགས་ཅིག་དགོས་ཀྱི་རེད་པས། ད་གནས་ཚུལ་དེ་འདྲའི་ཐོག་ལ་གཅིག་གྱུར་གྱི་ངོས་འཛིན་མཐའ་གཅིག་ཏུ་གོ་རེ་ཟེར་དེ་ཞུ་ཐུག་མི་འདུག་རེད་བ། ཡིན་ནའི་ད་འཇིགས་ཞུབ་ནང་བཞིན་རེད། ལྔ་བཅུ་ང་དགུའི་ལོ་ལ་ཨ་ནི་མི་ཚོས་འབོད་སྒྲ་རེད་བ། ཨ་ནི་འབད་རྩོལ་བྱས་པ་དེ་ལ་སྲུང་བརྩི་བྱས་ན་ཨ་ནི་དེའི་སྐབས་ཀྱི་མིའི་ད་བློས་བཏང་པ་དང་རེ་འདུན་བྱས་པ་དེ་ལས་སྲུང་བརྩི་བྱེད་དགོས་རེད་བསམ་གྱི་འདུག། མིས་སྲོག་བློས་བཏང་པ་གཅིག་གོ་དོན་དག་ལ་ང་ཚོས་སྲུང་བརྩི་བྱེད་ཀྱི་ཡིན་ན་ཨ་ནི་ཞབས་བརྟན། ཞབས་བརྟན་ཞུ་སོང་ན་འགྲིག་རེད་མ་གཞི་གསུམ་བཅུའི་དུས་དྲན་གྱི་བོད་མི་དམངས་ཀྱི་ཨ་ནི་རྒྱལ་ཡོངས་སྒེར་ལངས་ཡིན་ཟེར་བར་བ་དེའི་གསུང་ཚིག་དེ་ལ་ཨ་ནི་བལྟས་ཚེ་གོ་སྐྱོན་ཆེན་པོ་ཡོང་ས་མ་འདུག་ངས་བལྟས་ན། ལགས་སོ། ད་ལྟ་ད་ཅི། ད་ལྟ། དྲན་གསོ་ཡང་ཅི་ཞུ་ཤོག་གི་ཐོག་ལ་བསམ་ཚུལ་མ་འདྲ་བ་ཡོང་གི་ཡོད་རེད་དཔེ་ཆ་བཞག་པ་ཡིན་ན་ཡང་ཅི་ལས་འགུལ་གྱི་སྐབས་སུ་ཁོང་ཚོ་གི་ལས་འགུལ་འདྲ་མིན་དེ་འདྲ་ཅིག་སྤེལ་བ་གནས་ཚུལ་ཡོང་བསྡད་ཀྱི་འདུག་དཔེ་ཆ་བཞག་པ་ན་ཡང་ཅི་ལས་འགུལ་ནང་ནས་ཅི། གཞུང་འབྲེལ་མ་ཡིན་པའི་གིས་ད་ཅི་འདུ་འཛོམས་ཞེས་པ་དང་ནི་བཏང་ཞེས་བཤད་པ་དང་དེའི་རྗེས་ལ་ད་ཅི་ངོ་རྒོལ་གྱི་ལས་འགུལ་སྤེལ་བ་དེ་གཞུང་འབྲེལ་གྱི་ཐོག་ནས་ད་ཅི་སྲུང་གཙི་ཞུ་སྟངས་ཅིག་རེད་དེ་ཞུས་རེད་དེ་དང་མཉམ་དུ་ལ་ཡང་ཅི་བསང་གསུང་གཏོང་མཁན་དང་ཡང་རླུང་རྟ་སྒྲོན་མཁན་དང་ཡང་མཆོད་འབུལ་བྱེད་པ་སོགས་དང་ཡང་དཔེར་ན་ཨ་རིའི་ནང་ལོགས་ལ་ད་ལྟ་ཝེན་སི་ཁོན་སི་ལ་མངའ་སྡེའི་རྫོང་དཔོན་གྱི་བོད་ཀྱི་ཉིན་མོ་ཟེར་ཡ་དེ་ཡང་ནི་ཅི་གསུང་ཆོས་དུས་དྲན་དེ་འབྲེལ་ཞུ་བ་དང་ཡང་རྒྱལ་ཁབ་འགའ་ཞིག་ནང་ལོགས་ལ་བོད་ཀྱི་རྒྱ་དར་སྒྲེང་འཛུགས་ཀྱི་དེ་འབྲེལ་གྱི་གསུང་ཆོས་དུས་དྲན་སྲུང་གཙི་ཞུ་གནང་དགོས་འདུག། སུམ་ཅུའི་དུས་དྲན་ལ་ཅི། དུས་ཆེན་འདི་དང་འོས་ཤིང་འཚམས་པའི་གསུང་གསོལ་ཞུ་སྟངས་འདི་ད་ག་འདྲི་འདྲ་བོ་ཅིག་ཆགས་ཀྱི་ཡོད་རེད་འདྲ་མིན་སྣ་ཚོགས་ཡོང་གི་རེད་པས། འདི་རེད།
འདྲ་མིན་སྣ་ཚོགས་ཡོང་གི་རེད་བསམ་གྱི་འདུག་ཡིན་ན་འདི་ཚོ་ཚང་མ་གནོན་པའི་རེད་བསམ་གྱི་འདུག་དཔེར་ན་ང་ཚོས་དམིགས་བསལ་ད། བསང་གསོལ་བྱས་པ་ཡིན་ནའི་འདྲ་དེ་མེད་ན་རྒས་པ་རྒས་ཁབ་ཁ་ཤས་ནར་བོད་ཀྱི་རྒས་རྟགས་བླངས་པ་ཡིན་ནའི་འདྲ་དེ་མེད་ན་བོད་ཀྱི་འགྲེམས་སྟོན་གསར་པ་སྒོ་ཕྱེ་བ་ཡིན་ནའི་འདྲ་ད་འདི་ཚོ་ཚང་མ་གནོན་པའི་རེད་བསམ་གྱི་འདུག་འདི་ཚོ་ག་ཚད་བྱེད་ཐུབ་ཡིན་ནའི་ཕན་གྱི་ཡོད་རེད་བསམ་གྱི་འདུག། ཡིན་ནས་གཙོ་བོ་གཙོ་བོ་དེ་སྲུང་བརྩི་བྱེད་ཡག་འདི་ལྔ་བཅུ་ང་དགུའི་ལོ་མི་ཚོའི་རེ་འདུན་གར་བཏོན་པ་བློས་བཏང་གར་བྱས་པ་འདི་སྲུང་བརྩི་བྱེད་དགོས་རེད་བསམ། ལགས་སོ། ད་ལྟ་སྤྱི་འབོད་ཚིག་འབྱོར་བ་ལ་འགྲོ་ཡོད་པ་གི་ད་ཅི་གནས་ཚུལ་ཤེས་རྟོགས་བྱུང་བ་དེ་ཉེ་ཆར་རང་ནིའུ་ཡོག་གི་ལ་དྭགས་ད་ལྟ་བོད་རིགས་ཞིབ་འཇུག་ཚོགས་པ་ཚོ་གི་ད་ཅི་གོ་སྒྲིག་བྱས་པའི་གི་ཚོགས་པ་ཞིག་གི་གོ་སྒྲིག་བྱས་པའི་སྐབས་སུ་ད་འབོད་ཚིག་འགའ་ཤས་ཅིག་ནང་ལོ་ལ་དཔེར་ན། བོད་ལ་མུ་མཐུད་ཚུད་པའི་རང་སྐྱོང་དགོས། ཨ་ནི་བོད་ནང་ལོགས་ལ་ད་ལྟ་སྨྲ་བརྗོད་རང་དབང་དགོས། གསར་འགོད་པ་གཏོང་དགོས། ཨ་ནི་གོང་ས་ཤམ་བུ་ཆེན་པོ་མཆོག་དང་སྲིད་འཛིན་ཞིན་ཅིན་ཕིན་བཀའ་མོལ་གནང་དགོས། དེ་འགྲིག་གི་འབོད་ཚིག་ལ་སོང་འདུག་དེ་ཚོར་བལྟས་པ་ཡིན་ན་གཞུང་གི་ངོས་ནས་ཀྱི་བསྟན་པའི་བཤད་པ་དེ་འདྲ་གས་ཡོད་རེད་པས་ད་ལྟ། ད་ང་ད་ལྟ་བར་དུ་ངའི་གོ་ཡ་ལ་དབུས་བོད་མིའི་སྒྲིག་འཛུགས་ངོས་ནས་ཨ་ནི་འབོད་ཚིག་དེ་འདྲས་ཆུ་དྲག་པོ་རེད་ཟེར་ཡ་གསལ་བསྒྲགས་གནང་པ་དེ་འདྲས་ངས་མཐོང་མ་སོང།

ལོས་ལོས།
ད་དེ་རིགས་ཀྱི་ད་ལྟ་ད་ལོ་དེ་ཕལ་ཆེར་ད་དངོས་གསོལ་དོལ་པོའི་གི་གསང་ཚུལ་མ་མཐུ་བའི་གནས་ཚུལ་དང་འབྲེལ་ཅིག་གཞུང་དང་ཞག་གཉིས་ད་ཅིག་འབོད་སྒྲག་གི་ཐོག་ནས་གཅིག་འགྲུག་ཅིག་མ་བྱུང་པ་ཡིན་ན་འབྱུང་འགྱུ་ཡང་ཅིག་ལས་དོན་སྤེལ་ཤོས་གི་ཐོག་ལ་དཀའ་ངལ་དང་ཆིག་འགྲུག་ལ་ཡང་ཅིག་དོག་པོ་ཐེ་ཡག་གི་གནས་སྟངས་ཅིག་ཆགས་སྲིད་གི་རེད་པས་གོ་དངུལ་གི་ཐ་མི་ད་དུང་ཅིག་སོང་བ་ཞིག་དང། ད་བོད་པའི་ལས་ཀ་ཚང་མའི་ནང་ལ་ང་ཚོ་ག་ཚད་མཐུན་པ་དག་ཚོ་དོག་ཚེ་གཅིག་སྒྲིག་བྱེད་ཐུབ་པ་ཡིན་ན། ཁོ་ནུས་པ་ཆད་ཡོད་པ་གསལ་པོ་རེད་དེ་འདྲ་ཡིན་ཙང། འབོད་སྒྲ་འདྲ་མི་འདྲ་གསར་པ་མང་པོ་དང་མཆིན་པ་ཡིན་ན་ཨ་ནི་གསུམ་བཅུ་དུས་དྲན་གྱི་གནད་འགག་རེད་བསྡུས་སྐྱོ་རུ་སྐྱོ་རུ་འགྲོ་གི་རེད་བསམ་གྱི་འདུག་དེ་འདྲ་ཡིན་ཙང་དེ་གཙང་མ་བྱེད་ཡག་ཡག་དེ་གལ་ཆེན་པོ་རེད་བསམ་གྱི་འདུག་ངས་བལྟས་ན། གསུམ་བཅུ་དུས་དྲན་དེ་ད་བོད་མི་དམངས་ཀྱིས་རྒྱ་ནག་གི་དབང་བཞུ་ལ་ཅི་འདོད་མིན་མེད་པའི་གི་རྣམ་པ་ཆེ་ཤོས་ཅིག་ཆགས་གི་ཡོད་རེད་དེའི་ཐོག་ལ་རྒྱ་ཁྲིམས་ཐོག་གི་འདི་ཡང་ཅིག་ལྟ་ཚུལ་འདྲ་པོ་ཅིག་ག་འདྲི་ཡོད་ན། ད་དེའི་ཐོག་འདི་རེད་བསམ་གྱི་འདུག། དགེ་རབ་ལོ་རྒྱུས་ཐོག་ནས་བོད་མི་མང་གིས་རྒྱ་མིས་བོད་ལུང་པ་ལ་བཙན་འཛུལ་བྱས་པ་ལ་ངོ་རྒོལ་བྱས་པ། བོད་དེ་རང་བཙན་ཡིན་ལབ་པ་ད་ཡོངས་གྲགས་ད་དགེ་རབ་ལོ་རྒྱུས་ནང་འཁོད་པ་ཆགས་བསྡད་པ་རེད་ད་རྒྱ་མིའི་ཡིག་ཆ་ཡིན་ནི་རེད་བོད་པའི་ཡིག་ཆ་ཡིན་ནི་རེད་འཛམ་བུ་གླིང་ནང་ད་སྔ་ཕྱི་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་བོད་མི་མང་སྒེར་ལངས་བྱས་པ་རེད་ཟེར་ཏེ་གཅིག་འཁོད་བསྡད་པ་རེད། ད་བཙན་འཛུལ་བྱས་པའི་རྒྱ་གར་བཙན་གཅིག་འཛུལ་བྱས་པ། བོད་པ་ཚོས་རང་དབང་དགོས་ཡོད་ལབ་པ། ཨ་ནི། ཁྲིམས་ཀྱི་ཐོག་ནས་རྒྱལ་སྤྱིའི་ཁྲིམས་ཀྱི་ཐོག་ནས་བཤད་ཡག་ཅིག་ཡིན་ན་སྔན་མ་ནས་ཁྲིམས་ཀྱི་རྒྱལ་སྤྱིའི་ཁྲིམས་མཁས་པ་དེ་འདྲ་གི་ཟིག་འདུག་བོད་ལུང་པ་ལ་བཙན་འཛུལ་བྱས་པ་ཡིན་ནས། དུས་ཚོད་ལོ་བཅུ་ཉི་ཤུ་སུམ་ཅུ་བརྒྱ་ཕྱིན་པ་ཡིན་ནས་བཙན་འཛུལ་བྱས་པ་དེ་དག་གི་ཡོག་མ་རེད། ནོར་འཁྲུལ་རྐུ་མ་ཅིག་མི་ཅིག་ཁང་པའི་ནང་བསྡད་སླེབས་པ་ཡིན་ན་ཁོ་ཉི་མ་གཅིག་མོ་འོག་ཉི་མ་བརྒྱ་བསྡད་པ་ཡིན་ནས་ཁང་པ་དེ་ཁོ་དག་གི་མ་རེད། དེ་འདྲ་ཡིན་ཙང་བོད་མི་མང་གི་ངོས་ལེན་བྱས་མེད་ན། ནམ་ཡང་བོད་འདི་རྒྱ་ཁོངས་རེད་ཞེས་ཆེས་དངོས་གནས་བྱས་ན་ཁྲིམས་ཀྱི་ཐོག་ནས་དག་གི་མ་རེད་ཁུ་འདི། རྒྱལ་སྤྱི་ཁྲིམས་ཀྱི་ཐོག་ནས་གལ་ཆེན་པོ་ཡིན། ལགས་སོ་ལོ་རྒྱུས་དཔང་པོ་གལ་ཆེན་པོ་ཞིག་ལགས་སོ། ཤོ་ནོ་གོང་ས་ཤངས་ཀུན་མཆོག་འབོ་ཆོག་གིས་ད་སྲིད་དབང་མི་མང་གྱི་འོས་འདེམས་ཞེས་པའི་གི་དབུ་ཁྲིད་ལ་རྩིས་སྤྲོད་བྱས་ནས་སུམ་ཅུ་དུས་དྲན་ཐུང་ལྔ་བཅུ་ང་ནུས་པའི་མཐའ་མིན་ད་ཡོང་ཆེད་གསུང་ཁྲིད་གནང་ཡོད་པ་རེད་དེ་རིང་གི་དཔྱད་གླེང་ལས་ཚན་དུ་ཞུ་ཚགས་འདི་ན་བཞག་གི་ཡིན་གནང་པོ་ཚོ་བདེ་མོ་བཞུགས་དགོངས་ཐུགས་རྗེ་ཆེ། ཐུགས་རྗེ་ཆེ།
ཨེ་ཤ་ཡ་རོང་རླུང་འཕྲིན་ཁང་གི་འགན་འཛིན་བཀྲས་མཐོང་བསྟན་འཛིན་གནང་སྦྱིན་ལགས་དང་ཁང་ཀའི་སྡེ་ཚན་གྱི་གཙོ་འགྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་གཉིས་ཐེངས་འདིའི་ལེ་ཚན་ནང་ཕེབས་པར་བཀའ་དྲིན་ཆེ་ཞུ་རྒྱུ་དང། མཐའ་མཇུག་ཏུ་བོད་མི་སྒྱུ་རྩལ་བ་དང་ཤེས་པ་རྟ་མགྲིན་ཚེ་བརྟན་ལགས་ཀྱིས་བཏང་བའི་འཚོ་བྱེད་དུས་དྲན་ཞེས་པའི་གླུ་གཞས་དེ་གཟིགས་འབུལ་ཞུ་རྒྱུ་དང་འབྲེལ་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་ཞུ་རྒྱུ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གཟིགས་པར་བཀའ་དྲིན་ཆེ་ད་བདེ་མོ་ཞུ།